ཐབས་མཁས་རྡོ་རྗེ་ཤཱཀྱའི་རིགས་འཁྲུངས་ཤིང་གཤིན་རྗེའི་མུ་སྟེགས་བདུད་རྒྱལ་དཔུང་བྱང་བ་གསེར་གྱི་ལྷུན་པོ་ལྟ་བུའི་བཞི་པའི་གོས་ཤཱཀྱའི་གཙོ་བོ་དེ་ལ་ཕྱག་འཚལ་ལོ་ཞེས། ཐབས་མཁས་པ་ཐུགས་རྗེ་ཆེན་པོ་དང་ལྡན་པའི་སྟོང་པ་བཀའ་དྲིན་ཅན་ལ་སྒོ་གསུམ་གུས་པ་ཆེན་པོས་སྟོང་ཆ་གྲངས་མེད་བསྔོ་འདུན་བཏང་ནས། ད་དེ་ནས་དེ་རིང་གི་གནས་སྐབས་འདི་ལ་ད་གར་ཟས་སོང་ན་ཞེས་བཀའ་གསང་གོང་དུ། ཨ་ནི་བདེན་བཞིའི་གི་སྐོར་ལ་ད་ང་ཚོས་རགས་ཙམ་ཞིག་བཀའ་གསང་ད་གོང་དུ་ཞུས་པ་ཡིན། ད་དེ་འདྲ་ཡིན་པར་སོང་ཙང་ད་བདེན་བཞིའི་བཀའ་གསང་ཅིག་ཞུས་དུས་མོ་ལ་དང་པོ་ཅིག་བདེན་བཞི། ནས། ཞེས་གསུངས་པ་པོ་སྟོང་པ་སངས་རྒྱས་བཅོམ་ལྡན་འདས། ནས་སོང་བའི་དུས་ཏེ། བོ་ན་དྲུག་པའི་ཚེས་པ་བཞི། དེ་ནས་སོང་བའི་གནས་ཏེ། ཝཱ་ར་ན་སི། དེ་ནས་སོང་སྲིད་ཞེས་བྱ་བའི་གདུལ་བྱ་དེ་འཁོར་ལྔ་ལས་བཟང་པོ་དང་ལྷ། བརྒྱད་ཁྲི། འོ་དེ་ནས་གང་སོང་བའི་ཆུ་དེ། ནས་ཞེས་དང་གདན་བཞིའི་ཆུ་འཁོར། འོ་དེ་འདྲ་བྱས་ནས་ཕུན་སུམ་ཚོགས་པ་ལྔ་ཡི་གེ་དགོན་དང་ཀ་ཟང་ག་ཟིན་གདན་བཞིའི་ཆུ་འཁོར་བསྐོར་བ། འོ་དེ་འདྲ་བྱས་ཀ་ཟང་དང་དངོས་འབྲེལ་བརྒྱུད་ཟིན་པ་ཡིན། ད་དེ་རིང་འདི་གར་ཟེར་སོང་ན་ཆོས་དང། བདེན་པ་བཞི་ཟེར་དུས་མོ་ལ། ཨ་ནེ་ཆེ་བདེན་པ་བཞི་གི་མཚན་ཉིད་ཟེར་ན་ག་རེ་རེད། ཨ་ནེ་བདེན་པ་བཞི་གི་དག་དབྱེ་བ་ཟེར་ན་ག་རེ་རེད། ཨ་ནེ་བདེན་པ་བཞི་གི་ཆེད་ངོ་བོ། འོ་དེ་ཚོ་ག་རེ་རེད། འོ་དེའི་སྐོར་ལ་ཡང་བལྟས་ཟེར་ཅིག་ཞུས་བཞག་ན་ཡང་ཕན་ཐོག་དེ་འདྲ་ཡོང་གི་རེད་བསམ། འོ་དེ་བྱས་སོང་ན་ཐེངས་འདི་གར་ཟེར་སོང་ན་ཆོས་བདེན་བཞི་གི་ཆེད་དག་ངོ་འཕྲོག་ཅིག་འོ་དེ་བྱས་དག་རྒྱལ་པོ་ཞི་བ་དེ་མེད་སོང་ན་ཡང་ཅིག་སྡོད་དུས་ཆེད་དག་ནང་ཚང་མས་ཀྱི་ཅིག་བློ་ལ་བད། ཤར་བལྟས་པ་དེ་འདྲ་ཡོང་གི་རེད་བསམ་ད་དེ་འདྲ་ཞིག་ཞུ་ཡག་གི་འདུག་ཕ་ལས་སོང། ད་དང་པོ་དེ་ག་རེ་ཟེར་ན་སྐལ་བཟང་གོང་དུ་ཞུས་པ་ནང་བཞིན་གྱི། ཨ་མདའ་བདེན་པ་བཞི་དེ། ཨ་ན་ག་རེ་ཟེར་ན། བདེན་བཞི་ལས་སེམས་རྣམ་གྲངས་ཆ་བཞི་ཉིད། བདེན་པ་བཞི་ཟེར་དེ་སྡུག་བསྔལ་བདེན་པ་ཀུན་འབྱུང་བདེན་པ་འགོག་པའི་བདེན་པ་ལམ་གྱི་བདེན་པ་ཅེས། ད་དེ་ལན་བདེན་བཞི་ལན་གསུམ་ཟེར་དུས་མ་ལ་ཨ་ནི་ད་ག་རེ་ཟེར་སོང་ན་ཅེས་དང་པོ་ངོ་བོ་ལ་འདས་པ་བཤད། བྱ་བ་ལ་འདས་པ་བཤད། བྱ་བ་འབྲས་བུ་དང་བཅས་པ་ལ་འདས་པ་བཤད། འོ་ད་དེ་འདྲ་བྱས་ཀྱང་བདེན་བཞི་ཨ་ནི་ཞིག་གསུམ་བཅུ་གཉིས་ཅེས་འོ་དེ་དེ་འདྲ་བྱས། ད་དེ་འདྲ་བྱས་དེ་ནི་ཡིན་པའི་སྐབས་སུ་ལ་དང་པོ་ག་རེ་ཟེར་སོང་ན་ཅེས་ངོ་བོ་ལ་འདས་པ་ལ་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་འདི་ནི་དཀོན་མཆོག་འཕགས་པའི་བདེན་པའོ་འདི་ནི་འགོག་པ་འཕགས་པའི་བདེན་པའོ་འདི་ནི་ལམ་འཕགས་པའི་བདེན་པའོ་ཟེར། འོ་ད་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ་ཟེར་དུས་མ་ལ

ད་དེ་ལྟ་བུའི་གི་གར་ཟེར་ཚུལ་ལས་དང་ཉོན་མོངས་གཉིས་པ་དང་སྤངས་སོང་ན་དེ་གཉིས་སྤངས་པའི་གི་སྤངས་པ་དེ། ཨ་ན་འཁོར་བའི་དུག་ལྔའི་ལས་ཐར་པའི་གི་ཐར་བ་དང་སྡུག་གི་འགོག་པའི་གི་འགོག་པ་ཡིན་པ་འཕགས་པ་རྣམས་ཀྱིས་མངོན་སུམ་དུ་གཟིགས་ཀྱི་ཡོད་པར་སོང་ཙང་དེ་ལྟ་བུའི་ཆེ་གི་ལས་དང་ཉོན་མོངས་གཉིས་སྤངས་པའི་གི་སྤངས་པ་དེ་གཉིས་འགོག་པའི་གི་འགོག་པ་འགོག་བདེན་འདི་ནི། ཨ་ན་གར་ཟེར་སོང་ན་འགོག་པ་སྤངས་པའི་བདེན་པའོ་ཟེར་ཏེ་ཆེ་གི་ལས་དང་ཉོན་མོངས་གཉིས་ཕྲ་བའི་གི་ཕྲ་བ་འདི་ནི་ཨ་ན་གར་ཟེར་སོང་ན་འགོག་པ་སྤངས་པའི་བདེན་པའོ་ཟེར་ད་དེའི་ཆེ།

ད་སྐྱེ་བ་འདི་ཅིག་གི་སྡུག་བསྔལ་ཟེར་ན་ག་རེ་ཟེར་ན་ལས་དང་ཉོན་མོངས་གཉིས་ཀྱི་འབྲས་བུ་སྐྱེ་བས་ད་ང་ཚོ་སྡུག་བསྔལ་ཆེན་གྱི་ཕུང་པོ་ལྔ། དཔེར་ན་ག་རེ་ཟེར་ན་ལས་དང་ཉོན་མོངས་གཉིས་ཀྱི་འབྲས་བུ་སྐྱེ་བས་ད་ལྟ་ང་ཚོ་ཟག་བཅས་ཉེར་གནས་ཀྱི་ད་ལྟ་ང་ཚོ་ཤ་ཁྲག་གི་ལུས་པོ་ཅིག་འདུག་ཨ། ཤ་ཁྲག་གི་ད་འདི་ག་རེ་ཟེར་གཟུགས་ཕུང་པོ་ཆགས་ཀྱི་ཡོད་རེད་བ། དཔེར་ན་ད་ལྟ་ང་ཚོ་གི་ཤ་ཁྲག་ལུས་ཀྱི་ད་ཕུང་པོ་ཅིག་འདུག་ཨ། འོན་ཏེ་ག་རེ་ཟེར་ཟེར་ན་ད་སྐྱེ་བ་འདི་ཅིག་གི་སྡུག་བསྔལ་ཆགས་ཀྱི་ཡོད་རེད།

ད་དེ་ནས་གར་སྐྱ་བ་འདི་བྱེད་ཀྱི་འདུག་ངས་ད་དེ་བྲེད་ཤེས། དེ་ནས་ད་དེ་ལྟ་བུའི་གི་ད་འཁོར་བ་ག་བ་སྐྱེ་བ་ལངས་ན་ཡང་ལས་དང་ཉོན་མོངས་གཉིས་ཀྱི་འབྲས་བུ་སྐྱེ་བའི་སྡུག་བསྔལ་ཅན་གྱི་དཔུང་པོ་ཅིག་ཡོད་པར་སོང་ཙང་ད་དེ་ལས་ཁྱབ་པ་འདི་བྱེད་ཀྱི་འདུག་ངས་ཅི། ད་དེའི་སྒང་ལ་ཡང་བསྐྱར་ད་སྡུག་བསྔལ་གྱི་ཁྱིམ་ཕ་ཅིག་གཉིས་ཙམ་ཡོང་ན། འོ་དེའི་སྒང་ལ་ཡང་བསྐྱར་སྡུག་བསྔལ་བྱུང་ན་སྡུག་བསྔལ་གྱི་སྡུག་བསྔལ་བྱ་གི་ཡོད་རེད། སྡུག་བསྔལ་གྱི་སྡུག་བསྔལ་ཟད་དེ་སྡུག་བསྔལ་ཉིད་ཆགས་ཆགས་ཡོད་རེད། དཔེར་ན་ཀ་ར་ཟས་སོགས་ན་ང་ཚོ་འདྲ་བྱེད་མཁན་ན་ལས་དང་ཉོན་མོངས་གཉིས་འབྲེལ་བས་སྐྱེ་བའི་སྡུག་བསྔལ་ཅན་གྱི་ཕུང་པོ་ཞིག་འདི་ད་ང་ཚོར་སྐྱེ་བ་བླངས་འདུག་ཨ། དེ་ཡོད་པ་སོང་དཔེར་ན་ང་ཚོ་གཟུགས་པོ་འདི་ད་སྡུག་བསྔལ་བའི་རང་བཞིན་ཆགས་འདུག་ཨ། ང་ཚོ་གཟུགས་པོ་འདི་ཀ་རས་རྒྱ་བ་འདི་བྱེད་ཀྱི་སྡུག་བསྔལ་རེད། ད་འདི་ཡིན་པ་སོང་ད་འདི། སྐྱེ་རྒ་ན་འཆིའི་སྡུག་བསྔལ་ཅན་གྱི།

བས་ན་དཀར་གསལ་གཟུགས་སྙིང་རྗེ་བོ་མཐོང་བར་བརྟེན་ནས་ང་ཚོ་བལྟས་ས་ཅིག་སྐྱིབས་ཚང་ཚང་ཡོང་ཡ། ད་ག་ན་ཡིད་ཅིག་སྒྲ་སྙན་པོ་གོ་བ་དང་དྲི་ཞིམ་པོ་སྣོན་པ་དང་ད་ག་ན་ཡིད་ཁ་ལག་པའི་རོ་ཞིམ་པོ་ཟ་བ་དང་རིག་བྱ་འཇམ་པོ་མྱོང་བ་དང་དེ་ཚོར་བརྟེན་ནས་ད་ལྟ་ང་ཚོ་ཅིག་ལྟ་བདེ་བ་དེ་སྐྱེ་ཡག་འདུག་བ་ད་དེ་དཀར་གསལ་ན་འགྱུར་བས་ཀྱི་འདུག་ངས་གསུང་གི་ཡོད་རེད། བ་དེ་འདྲ་ཡིན་པ་སོང་ད་ད་མདོར་ན་དཀར་གསལ་སོང་ན་ཟག་བྱེད་ཟེར་དུས་ཉོག་མུག་དང་སྐྱེ་བས་ཀྱི་ད་ང་ཚོ་དེ་འདྲ་དེང་སང་ང་ཚོ་གི་ཅིག་བདེ་བ་བརྩེ་བདེ་ཡག་གི། དེ་ད་ང་ཚོ་ཅིག་ལྟ་བ་ད་དེ་རིང་ང་ཚོ་དེ་རིང་ཤེས་ཀྱི་འདུག་བ།

སྐྱེས་བུ་ཆུང་ཟོམ་གང་ཡིན་ཟེར་སོང་ན་པའི་སྤུ་དྲོད་དང་དྲོད་བཟང་དང་སྤུ་དོད་པའི་དྲི་ཞིམ་པོ་ཞིམ་པོ་མེ་ཏོག་གླིང་ཁར་གཅིག་བྱུང་བ་ཡིན་ཨ་ཕོ་དེ་འདྲས་ཀྱི་དྲི་མ་ཞིམ་པོ་འདུག་ཟེར་ད་དེ་ལ་དེ་ནི་སྐྱེས་བུ་ཆུང་ཟོམ་ཟེར་འདོད་ན་དགར་ཟོན་གཟུགས་དང་སྒྲ་དང་དྲོད་དང་རོ་དང་རེག་བྱ་དང་དེ་ཚོར་བརྟེན་ནས་ཡང་སྒོ་བསྟེན་གཅིག་གནས་སྐབས་བདེ་བ་དེ་སྲིད་ཡོང་ད་ཡ་དེ་ཚོ་ཚང་མ་ནི་འགྱུར་བའི་སྡུག་བསྔལ་ཆགས་ད་ཡོད་རེད་ད་ན་ཡིན་གར་ཟེར་སོང་ན་གཅིག་ད་མིང་དང་སྙན་གྲགས་དང་ཐོབ་དང་གོ་ས་དང་དབང་ཐང་དང་ལོངས་སྤྱོད་དང་ད་གཟིགས་གོ་གནས་མ་ལོངས་སྤྱོད་དེ་འདྲས་ཡོང་བའི་སྐབས་སུ་དེ་ལ་བརྟེན་ནས་སྐབས་གཅིག་བདེ་བ་སྐྱེས་ད་ཡ་འདུག་ཨ་དེ་ཚོ་ཚང་མ་དེ་འགྱུར་བའི་སྡུག་བསྔལ་རེད།

འབྱུང་བ་དེ་ཚོ་ག་ཅིག་དང་ངོ་ནའི་དྲ་ནས་ཡག་པོ་དང་སྐྱིད་པོ་དེ་འདྲ་བྱས་ནས་ཇི་ལྟར་དེ་ཚོ་བྱས་སོང་ན་སོ་སོ་གི་འདོད་པ་ནང་བཞིན་ཅིག་བྱ་བ་དང་གོ་ས་བྱ་བ་དང་དེ་ནས་ལོང་རྒྱག་གོ་ས་ལོང་རྒྱག་དེ་འདྲ་བྱས་ནས་སོ་སོ་གི་འདོད་པ་ནང་བཞིན་དེ་འདྲ་བྱུང་སོང་ན་དེ་ལ་བརྟེན་ནས་སེམས་བདེ་ཞིག་ཞིག་ཡོང་དང་སྐྱིད་བཟང་ཟང་ཡོང་དེ་ཡག་ཞིག་ཡོད་དང་སྐྱིད་པོ་བྱུང་སོང་ཟེར་ཡག་ཞིག་ཡོད་རེད་བ། ཨོ་དེ་ཚོ་དེ་དངོས་ཡོད་གནས་ཚུལ་བྱས་སོང་ན་དེ་ཚོ་ཚང་མ་དེ་བདེ་སྐྱིད་ཆགས་ཡོད་མ་རེད་དེ་ཚོ་ཚང་མ་འགྱོད་པའི་སྡུག་བསྔལ་སོང་གི་ཡོད་རེད། དཔེར་ན་སྐར་ཟེར་སོང་ན་ཅིག་ཨེ་འདྲས་འདྲས་ཆགས་འདུག་ཡོད་རེད། འགྱོད་པའི་སྡུག་བསྔལ་ག་འདྲ་བྱས་ནས་འགྱོད་པའི་སྡུག་བསྔལ་ཆགས་འདུག་ཟེར་སོང་ན། དཔེར་ན་དཀར་གསལ་བཟུང་ན་ཅེ་ང་ཚོ་ཅེ་ད་ལྟ་ཁ་ཤེ་བོ་སྐོམ་དེ་ཡོད་ན། ད་ཆོས་ཅིག་པའི་སྟོང་བཟུང་ན་ཅེ་དྲང་མོ་ཞིག་སྟོང་བཟུང་ན་སྐྱིབས་སང་སང་ཅེ་འདུག་བ། ད་འདི་ང་ཚོ་ཅེ་འདི་ལ་འདི་ད་དེ་བདེ་སྐྱིད་བདེ་སྐྱིད་ཡིན་བསམ་གི་ཡོད་ར་བ། ཅེ་ད་ཁ་ཤེ་བོ་ཅིག་སྐོམ་དེ་ཡོད་ན་ཆོས་ཅིག་པའི་སྟོང་བཟུང་ན་ལམ་སང་པའི་སྐྱིབས་སང་སང་ཅེ་ད་དེ་བདེ་སྐྱིད་རང་བཞིན་ཞིག་མཐོང་གི་ཡོད་ར་བ། ད་དངོས་ཡོད་གནས་ཚུལ་བྱས་བཟུང་ན་ག་རེ་རེད། དང་པོ་སོ་སོ་སྐོམ་པའི་གི་སྡུག་བསྔལ་ཞིག་ཡོད་རེད།

མཚམས་མཚམས་གྲོག་མགོ་ཤེལ་བོ་ཏོག་བལྟས་པའི་སྐབས་སུ་ལ་ཨ་ན་ཁ་རག་ཞིམ་པོ་དེ་ནི་ཟས་དུས་མོ་ལ་སྐྱིབས་ཚང་ས་བལྟས་སང་སང་བྱེད་ཡ་ཅིག་ཡོང་ཡ་ཡོད་པ་གཟུགས་པོ་བལྟས་ཚང་སང་ཅིག་ཡོང་ཡ་དངོས་གནས་བཞིན་དུ་དེ་སྐྱིད་ཆགས་ཡོད་མ་རེད་གང་ཡིན་ཟེར་ན་དང་པོ་ང་ཚོར་བཀྲིས་བེ་གི་སྡུག་བསྔལ། ཁ་ལག་བེ་ཁ་ལག་མ་རག་བེ་ད་བཀྲིས་བེ་སྡུག་བསྔལ་དེ་ཡོད་བ་སོང་ཙང་ད་བཀྲིས་བེ་ཁ་ལག་ཟས་བེ་གི་སྐབས་སུ་ལ་བཀྲིས་བེ་སྡུག་བསྔལ་དེ་དེ་སུ་ཤུགས་ཆུང་དུ་སོང་དུས་ནི་ད་ང་ཚོ་ཅིག་བལྟས་བེ་གི་ཚུར་ནང་དུ་ནི་ཡོང་གི་ཡོད་རེད་འོ་དེ་ནི་བྱས་ད་ད་འོ་དེ་ནང་བཞིན་གི་ད་གར་ཟེར་སོང་ན་ཅིག། དཔེར་ན་ཅིག་ཡང་ང་ཙམ་ཙམ་ལ་ང་ཚོ་གཟུགས་པོ་ཞི་བོ་གྲངས་བདེ་བའི་སྐབས་སུ་ལ་ཉི་མ་ཚ་བོ་ནང་མར་དོང་བའི་དོང་ན་འོ་ཅེས་གཟུགས་པོ་ཞི་བོ་གྲངས་བདེ་ཡོད་ན་ཨ་ན་ཅིག་ཉི་མ་ཚ་བོ་ཡང་འོ་ཅེས་སྐྱིད་པོ་ཚུལ་ལྡན་སོང་ན་ད་གནས་སྐབས་འདི་ཡང་ཁོ་ཉི་མ་ཚ་བོ་ནང་མར་དོང་སྟེ་སྐྱིད་སང་སང་བདེ་སང་སང་བྱེད་ཡ་གི་ཡོད་རེད་བ་ད་ལྟའི་བདེ་སྐྱིད་བྱུང་སྐྱིད་པོ་བྱུང་སུ་ཟེར་དངོས་གནས་བྱས་ན་བདེ་སྐྱིད་ཆགས་ཡོད་མ་རེད་གང་ཡིན་ཟེར་ན་དང་པོ་གྲང་བའི་སྡུག་བསྔལ་ཡོད་བ་སོང་ཙང་ད་ཁྲོ་བའི་རིག་བྱ་ཉི་མའི་ཚ་བ་ཚ་བའི་རིག་བྱ་དེ་ཡོད་པའི་སྐབས་སུ་གྲང་བའི་རིག་བྱ་བདེ་སྐྱིད་ཞིག་ཤུགས་ཆུང་དུ་འགྲོ་དུས་མོ་ད་བདེ་བའི་ཚོར་སྣང་ཡོང་གི་ཡོད་རེད། དངོས་ཡོད་གནས་ཚུལ་བཤད་སོང་ན་ད་ཉེས་མེད་ཀྱི་ཚ་བའི་གི་རེག་བྱ་དེ་ཉེས་མེད་ཀྱི་གོ་ཟེར་དེ་ཁོ་བདེ་སྐྱིད་ཆགས་ཡོད་མ་རེད་བདེ་སྐྱིད་ཆགས་ཡོད་ན་ཨན་ད་དེ་འགར་ཟེར་ན་ཉེས་མེད་ནང་ལ་བས་ཆུ་ཚོད་བཞི་ལྔ་ཅིག་བསྡད་ཀྱང་ན་དེ་ནི་སྐྱིབས་སྟེ་སྐྱིབས་སྟེ་སྐྱིབས་སྟེ་སྐྱིབས་སྟེ་འགྲོ་གི་རེད་དེ་འགྲོ་གི་མི་འདུག་ཨ་ད་དང་པོ་ཞིག་དྲང་མོ་ཡོད་པ་སོང་ཙང་ཉེས་མེད་ཀྱི་ཚ་བའི་ནང་ལ་ཅིག་མར་དེ་སོང་བའི་སྐབས་སུ་ལ་ཨ་ནི་སྐྱིབས་བཟང་ས་འདྲ་བྱེད་ད་དེ་ནི་ཆུ་ཚོད་གཅིག་དེ་གཉིས་དེ་གསུམ་དེ་བཞི་དེ་ལྔ་དེ་དེ་འདྲ་བསྡད་པ་ཡིན་ན་གང་ཙམ་ཅིག་ལ་ཡང་ཚེགས་ནས་ཡང་འགར་ཟེར་སོང་ཚ་བའི་སྡུག་བསྔལ་ཡོང་དུ་ཡང་འགར་ཟེར་ན།

ཁོ་གར་ཟེར་ན་སྡུག་བསྔལ་སྣ་ཚོགས་པ་ཡོད་པར་སོང་ཙང་དེ་འདྲའི་སྡུག་བསྔལ་གཉིས་བར་བྱེད་པོ་བརྒྱབ་པའི་སྐབས་ཟེར། སྡུག་བསྔལ་གཉིས་བྱེད་པོ་བརྒྱབ་པའི་སྐབས་ཟེར་ལ་ཨ་ན་ཅེག་ཏས། སྡུག་བསྔལ་གྱི་གདངས་ཀྱི་མངལ་མ་ལས་འདས་པ་དེ་སྡུག་བསྔལ་ཏས་ཟིན་མར་ཤུགས་ཕྱུང་དུ་འགྲོ་བའི་སྐབས་ཟེར་ལ་ཨ་ན་ཡང་བདེ་བ་ཡོང་བའི་ཚོར་སྣང་དེ་འདྲ་ཡོང་གི་ཡོད་རེད་དོ་འོ་ད་གར་ཟེར་ས་ང་ཚོ་བདེ་སྐྱིད་ཙམ་མ་གཏོགས་སྡུག་བསྔལ་གཉིས་བར་བྱེད་པོ་བརྒྱབ་པའི་འོ་ད་དེ་འདྲའི་སྐད་ཚང་ན་ཅེག་བདེ་སྐྱིད་ཡོང་བའི་ཚོར་སྣང་ཡོང་གི་ཡོད་རེད་མ་གཏོགས་ཅེག་བདེ་སྐྱིད་དངོས་གནས་དེ་ཡོང་གི་ཡོད་མ་རེད། ད་ལྟ་དེ་འདྲ་ཡིན་པ་སོང་ཙང་ང་ཚོ་ཅིག་གཟུགས་སྒྲ་རེག་རིག་ཆར་ལ་སོགས་པ་ལ་བརྟེན་ནས་ད་ང་ཚོ་གནས་སྐབས་ཀྱི་བདེ་བ་ཡོང་བསྡད་པ་དེ་སྒོ་དཀར་ཟེར་སོང་བདེ་བ་དང་སྣང་ན་ཡང་དུང་མདའ་དཀར་ཟེར་ན་དེ་བས་ཀྱི་རང་བཞིན་ཆགས་ཡོད་མ་རེད་ནི་འགྱུར་བས་ཀྱི་བདེ་བ་ཟེར་ཏེ་ད་ལྟ་གནས་སྐབས་བདེ་བ་ཙམ་ཡིན་ན་སྡུག་བསྔལ་གྱི་ངོ་བོར་འགྱུར་འགྲོ་གི་ཆགས་ཀྱི་ཡོད་རེད་གསུང་གི་ཡོད་རེད། འོ་དེ་རེད་འདུག་བ་དཔེར་ན་དཀར་ཟེར་སོང་ན་ཅིག་ང་ཚོ་ཅིག་ཨ་ནེ་ཟས་དང་གོ་བོ་དང་སྣེ་མར་དང་ལོངས་སྤྱོད་དང་ད་ཞེས་བོ་བྱས་ཙང་ན་དཔེར་ན་ཅིག་ང་ཚོ་དངུལ་འདྲ་ཅིག་ཡིན་ན་རེད་ཁང་པ་འདྲ་ཅིག་ཡིན་ན་རེད་ད་དངུལ་བས་ས་ཡ་གྲོང་ཁྱེར་མང་བོ་ཞེས་བོ་བསགས་ཏེ་ཡོད་ན་ཡང་དང་པོ་བས་སྲ་བའི་སྐབས་སུ་སྡུག་བསྔལ་མང་པོ་ཡོང་གི་འདུག་བ། བར་དུ་ཡང་གར་སོང་ན་སོང་སོང་བའི་སྐབས་སུ་སྡུག་བསྔལ་མང་པོ་ཡོང་གི་འདུག་བ། ཨ་མཐའ་མ་རེ་གར་སོང་ན་ཡང་བད་ཤ་གཙང་མ་ངུ་ཚང་མ་རྫོགས་འགྲོ་རེད་རྫོགས་པའི་སྐབས་སུ་རེ་ཡང་བད་ཟེད་པའི་སྡུག་བསྔལ་ཡོང་གི་རེད་བ། དེ་འདྲ་ཡིན་པ་སོང་ད་གང་ལྟར་ཀྱང་ཅིག་གནས་སྐབས་སོ་སོར་ཅིག་དང་དངུལ་འདྲ་ཅིག་གི་ན་ད་ཞི་བ་ཅིག་ཡོད་བསམ་ཙང་ནང་གི་ཅིག་བདེ་སང་སང་འདྲ་བྱས་ན་ཡང། དོགས་འདི་དང་པོ་བསགས་པའི་སྐབས་སུ་སྡུག་བསྔལ་རེ་འདུག་པར་དུ། ཡང་གོ། དེ་སོང་བའི་སྐབས་སུ་སྡུག་བསྔལ་སོང་མ་ཐུབ་པའི་སྡུག་བསྔལ་ཡོད་རེད་པ། ད་རྗེས་མ་དེ་ཡང་གོ་གར་སོང་ན་ཚང་མ་བཙོག་འགྲོ་ཡོད་པ་སོང་ན་བཙོག་པའི་སྡུག་བསྔལ་འདུག་བ། དེ་འདྲ་ཡིན་པ་སོང་ན་ད་ལྟ་གནས་སྐབས་ཅིག་ད་དངུལ་མང་པོ་ཞེ་བ་ཅིག་ཡོད་སོང་ན་ཡང་གོ་ག་ལེ་ག་ལེ་རིམ་པས་རིམ་པས་བྱས་ནས་ཚང་མ་བཙོག་འགྲོ་ཡོད་པ་སོང་ན་རྫོགས་གོ་རྫོགས་གོ་བྱས་ཏེ་ཡང་གོ་ག་ངས་བྱས་ཏེ་བྱས་ཏེ་བྱས་ཏེ་ཡང། སྡུག་བསྔལ་གྱི་རང་བཞིན་ཆགས་འདུག་བ་ད་གང་ལྟར་ཡིན་དེ་ནང་བཞིན་ཅིག་ཕ་མ་དཔའ་ཅིག་ཡོད་མོད་ཁྱིམ་མཚེས་གྲོགས་པོ་གྲོགས་མོ་དེ་འདྲའི་ཅིག་ད་ལྟ་ང་ཚོ་གནས་སྐབས་ཀྱི་ཅིག་བདེ་བའི་གི་ཅིག་མཐུན་རྐྱེན་འདྲ་བ་ཅིག་ད་ལྟ་གནས་སྐབས་ཡོད་བསྡད་པ་འདི། ཁོ་གནས་སྐབས་ཙམ་རེད་མ་གཏོགས་ཅིག་ཁོ་ག་རེ་ག་ལེ་ག་ལེ་བྱེད་དུས་མོ་ལ་ཡང་ག་ལེ་ག་ལེ་བས་ད་ཁོ་ག་རེ་སྡུག་བསྔལ་གྱི་རང་བཞིན་ཆགས་འགྲོ་ཡོད་རེད་དཔེར་ན་ད་ལྟ་ང་ཚོ་ཅིག་ཕ་མ་དཔའ་ཅིག་ཡོད་མོད་ཁྱིམ་མཚེས་གྲོགས་པོ་གྲོགས་མོ་དེ་འདྲའི་གཙང་མ་འཛོམས་ནས་བས་སྐྱིད་པོ་ཅིག་འདི་རིང་སྐྱིད་པོ་ཞི་བ་ཅིག་བས་འདི་ནས་ལོ་དང་ཟླ་བ་ཞག་མ་འགའ་ཞིག་དེ་ནས་སྐྱིད་པོ་ཞི་བ་ཅིག་འཛོམས་བསྡད་ཡོད་ན་ཡང། ད་དེའི་གཞི་ལ་ག་རེ། ག་རེ་ཟེར་སོང་ན་སྐྱེས་པའི་ཐབས་མ་ཤེས་པ། ཨོ་ད་དེ་མ་གཏོགས་ཡིན་མེད་པ་སོང་ཙང་ཁོ་ད་འདྲ་ཅིག་ང་ཚོ་པ་མ་པོ་ཞིག་ཡོད་མེད་ཁྱིམ་མཚེས་གྲོགས་པོ་གྲོགས་མོ་ཚང་མ་འཛོམས་ན་ཧ་ཧ་བ་ཞིག་བསྡད་ཀྱང་ན་གཞུག་མ་ཚང་མ་རིམ་པ་བཞིན་ནས་བར་མེད་པ་ཆང་རེ་རེ་བ་ཚང་མ་བས་འདུལ་བའི་ཚད་མ་འདུལ་བའི་ཐ་མ་དེ་བ་ཁྲིད་པ་ཆང་རེ་ཡོད་རེ་སྐྱེས་པའི་ཐབས་མ་དེ་ཤེས་པ་ཆང་རེ་དེ་འདྲ་ཡིན་པ་སོང་ན་ད་འདྲ་ཅིག། སོ་སོ་ནང་མི་ཕ་མ་ཕ་ཆེ་ཡིད་མི་ཁྱིམ་མཚེས་གྲོགས་པོ་གྲོགས་མོ་ག་ཚད་འཛོམས་དུས་ཡང་ན་ཐ་སྔ་མ་དེ་ཚང་མ་དེ་ཁ་བཀྲམ་ནས་འགྲོ་ཡག་དང་ཚང་མ་དེ་བས་འཇིགས་པའི་རང་བཞིན་ཚང་མ་དེ་ཤི་བའི་རང་བཞིན་ཆགས་ཀྱི་ཡོད་དེ་འདྲ་ཡིན་པ་སོང་ཙང་ད་གོ་ཡང་ག་རེ་བྱེད་ཟེར་ན་གཅིག་གྲོགས་པོ་གྲོགས་མོ་ནང་མི་ཕ་མ་ཕ་ཆེ་ཡིད་མི་ཁྱིམ་མཚེས་ག་ཚད་ཡོད་ན་ཐ་མ་ཡང་དེ་ནང་བཞིན་གྱི་སྡུག་བསྔལ་ཡོང་གི་རེད་བ་འོ་དེ་འདྲ་ཡིན་པ་སོང་ཙང་དེ་ཚོ་ཚང་མ་ད་ལྟ་གནས་སྐབས་བདེ་བ་ཙམ་ཡིན་ན་ཡང་ག་ལེ་ག་ལེ་སྡུག་བསྔལ་གྱི་ངོ་བོ་ཅིག་འདིར་འགྲོ་འདུག་བ་དེ་འདྲ་ཡིན་པ་སོང་ཙང་འགྱུར་བའི་སྡུག་བསྔལ་གསུང་གི་ཡོད་རེད།

བ་དོན་བྱེད་ད་དེ་ནས་ཉོན་མོངས་པའི་ཀུན་འབྱུང་ཟེར་བའི་ཉོན་མོངས་པ་དེ་ལ་ད་རྒྱས་པ་ཡས་སོང་ན་ཉོན་མོངས་བརྒྱད་ཁྲི་བཞི་སྟོང་འདོད་ཆགས་སྡེར་ལྟ་བ་ཉི་ཁྲི་བཞི་སྟོང་ཞེ་སྡང་སྡེར་ལྟ་བ་ཉི་ཁྲི་བཞི་སྟོང་གཏི་མུག་སྡེར་ལྟ་བ་ཉི་ཁྲི་བཞི་སྟོང་དུག་གསུམ་ག་སྡེར་ལྟ་བ་ཉི་ཁྲི་བཞི་སྟོང་ཟེར་རྒྱས་པ་དེ་འདྲ་བྱེད་ད་དུས་བཞག་ན་གར་ཟེར་ན་གཅིག་རྩ་ཉོན་དྲུག་དང་ཉེ་ཉོན་ཉི་ཤུ་བྱེད་ད་དེ་ཡང་ཟེར་དུས་བཞག་ན་འདོད་ཆགས་ཞེ་སྡང་གཏི་མུག་ལྔ་བརྒྱ་ཕྲག་དོག་ལྔ་དེ་ཟེར་དུས་བཞག་ན་འདོད་ཆགས་ཞེ་སྡང་གཏི་མུག་གསུམ་ད་དེ་ཡང་མར་རྩ་བ་མར་དུག་ཟེར་ན་གར་ཟེར་ན་གཏི་མུག་ཏིང་འཛིན་མ་རིག་པ་དུག་འགྲོ་འདོད་དེ་ལ་ད་ཉོན་མོངས་པའི་ཀུན་འབྱུང་ཟེར་ད་མདོར་ན་འདི་ཚོ་ཚང་མ་དེ་སེམས་དུག་ཞག་འདྲ་མི་འདྲ་མང་པོ་ལ་ཨ་ནི།

ཨོ་དེ་ལྟ་བུའི་ལས་དང་ཉོན་མོངས་ཉེས་པ་དེ་དག་གར་ཟད་ན་འཁོར་བའི་སྡུག་བསྔལ་གྱི་རྒྱུ་རེད་གང་ཡིན་ཟེར་ན་འཁོར་བ་ཟེར་ན་ག་འདྲ་ཟེར་ན་སྡུག་བསྔལ་ཅན་གྱི་ཕུང་པོ་ལ། ཕུང་པོ་ལྔ་བོ་དེ་ལ་གར་འཁོར་བ་ཟེར་ད་དེའི་རྒྱུ་ལས་དང་ཉོན་མོངས་ཉེས་བྱས་འོ་ད་དེ་ཀུན་འབྱུང་བདེན་པ་ཟེར་དེ་འདྲ་བྱེད་རེད། ད་དེ་ནས་འགོག་པའི་བདེན་པ་ཟེར་སོང་ཨོ་དེ་འདྲ་བྱེད་བྱེད། ད་དེ་ནས་གར་ཟེར་སོང་ན་འགོག་པའི་བདེན་པ་ཟེར་སོང་ན། རང་ཐོབ་བྱེད་བར་ཆད་མེད་ལམ་གྱི་ངོ་རྒོལ་གྱི་དྲི་བ་སྤངས་པའི་གྲས་པ། འོ་དེ་ལ་གར་ཟེར་ན་འགོག་བདེན་གྱི་མཚན་ཉིད་དང་དོན་དག་དེ་འདྲ་བྱས་ཡོད་རེད། ད་འགོག་བདེན་དེ་ལ་གར་ཟེར་སོང་ན་ཉན་ཐོས་ཀྱི་འགོག་བདེན། ཉན་ཐོས་འཕགས་པའི་རྒྱུད་ཀྱི་འགོག་བདེན་རང་རྒྱལ་འཕགས་པའི་རྒྱུད་ཀྱི་འགོག་བདེན་ཐེག་ཆེན་གྱི་འགོག་བདེན་དེ་འདྲ་བསམ་ཡོད་པ་རེད། ད་ཉན་ཐོས་འཕགས་པའི་རྒྱུད་ཀྱི་འགོག་བདེན་ཟེར་ན་གར་ཟེར་སོང་ན་ཉན་ཐོས་འཕགས་པའི་རྒྱུད་ཀྱི་ནི། ཅེས་སྤང་བྱ་གང་ཡང་རུང་བ་སྤངས་པའི་གྱི་སྤངས་པ། འོ་དེ་སྤངས་པའི་གྱི་ཆ། འོ་ད།

ད་དེ་ནས་ལམ་གྱི་བདེན་པའི་མཚན་ཉིད་དེ་ག་རེ་བཙལ་སོང་ན། ཨ་ནི་རང་གི་དྲན་འབྲས་འགོག་བདེན་ཐོབ་བྱེད་ཀྱི་ཐབས་སུ་གྱུར་པས། ད་རང་གི་དྲན་འབྲས་འགོག་བདེན་དོན་དབང་ཐོབ་བྱེད་ཀྱི་རིགས་སུ་གནས་པས་གི་ད་ག་ཚོད་འཕགས་པའི་རྣམ་བྱང་བདེན་པ་འོ་དེ་འདྲ་ཆགས་ཀྱི་ཡོད་རེད། འོ་དེ་འདྲ་ཡིན་པར་སོང་ན་ད་དེ་གི་ལམ་བདེན་དེ་ལ་ཡང་ཡང་ག་རེ་ཟེར་ན་ཉན་ཐོས་ཀྱི་ལམ་བདེན་ཐེག་ཆེན་གྱི་ལམ་བདེན་རང་རྒྱལ་གྱི་ལམ་བདེན་ཟེར་ཡོད་རེད་ད་ཉན་ཐོས་ཀྱི་ལམ་བདེན་ཟེར་སོང་ན། ཨ་ནི་ཉན་ཐོས་ཀྱི་མཐོང་ལམ་དང་སྒོམ་ལམ་དང་མི་སློབ་ལམ། འོ་ད་ག་ནང་བཞིན་ཐེག་ཆེན་གྱི་ལམ་འདི་ཟེར་ན་ཐེག་ཆེན་གྱི་མཐོང་ལམ་སྒོམ་ལམ་མི་སློབ་ལམ། དེ་ནས་རང་རྒྱལ་གྱི་གར་ཟེར་ལམ་འདི་ཟེར་ན་རང་རྒྱལ་གྱི་མཐོང་ལམ་སྒོམ་ལམ་མི་སློབ་ལམ། འོ་ད་མདོར་ན་གར་ཟེར་སོང་ན་ལམ་འདི་ནང་འཕགས་ལམ་གཉིས་དང་གཞལ་ཡས་ཕྱག་རྒྱ་ཡོད་ད་དེ་འདི་འདྲའི་རྒྱལ་ཡག་ཆེ། འོ་དེ་ད་དེ་གར་ཟེར་སོང་བདེན་པ་བཞི་གྱི་མཚན་ཉིད་དང་དབྱེ་བ་དེ་ཅི།

དེ་གཅིག་བྱས། ཡང་དེ་ལ་འབྲས་ཤིག་བརྒྱ་ཐང་གཅིག། ཡང་ན་ག་རེ་ཟེར་སོང་གཙང་མའི་འདབ་དོང་ཞིང་གི་དོང་བ་ཟེར་དེ་མ་ལ་ཡང་མང་པོ་གཅིག་གི། ག་ཟེར་སོང་ན་གཅིག་ཕུང་པོ་དེ་མི་གཙང་བ་རང་བཞིན་ཅག་ཏུ་ཡོད་རེད་ཨ་ནི་དེ་ལ་པའི་ལོང་སྤྱོང་མཁན་གྱི་གང་ཟག་དེ་དེ་ལས་ལོགས་སུ་གྱེར་བའི་ཕུང་པོ་ལ་མ་ཐོབ་པའི་གི་གཙང་བའི་གི་བདག་ཟེར་བ་དེ་ཕུང་པོ་དེ་དེའི་ལོང་བྱེད་བྱ་རེད་གཙང་བའི་བདག་གི་ལོང་བྱེད་བྱ་རེད་ཟེར་འཛིན་དེ་ཡོད་རེད་ད་དེ་མ་རེད་ཟེར་ག་རེ་ཟེར་སོང་ཕུང་པོ་ལས་དོང་ཞེན་པའི་གི་ཨ་ནི་གཙང་བའི་གི་བདག་ཟེར་བ་གཅིག་གྲུབ་ཡོད་མ་རེད་དེ་འདྲ་ཡིན་པ་སོང་ན།

ད། ཟག་བཅས་ཀྱི་ལས་དང་ཉོན་མོངས་གཉིས་པ་འདི། ཀུན་འབྱུང་བདེན་པའི་སྟེང་གི་ད་ཁྱད་ཆོས་བརྒྱད་དེ་གར་ཟེར་ན་རྒྱུ་དང་ཀུན་འབྱུང་དང་རྐྱེན་དང་རབ་བྱེད་གསུང་གི་ཡོད་རེད། ད་མདོ་དོན་སྙིང་པོ་ག་རེ་ཟེར་ཟེར་ན་ལས་དང་ཉོན་མོངས་གཉིས་པ་འདི་རྒྱུ་རེད་གསུང་གི་ཡོད་རེད། ག་འདྲ་ཞིག་ནས་རྒྱུ་རེད་ཟེར་སོང་ན། རང་རེའི་སྡུག་བསྔལ་དེ་ཡང་བདེན་པ་སྐྱེ་མཆེད་རེད་འདུག་བ་ཟེར་ན་ལས་དང་ཉོན་མོངས་གཉིས་པ་དང་འཁོར་བའི་སྡུག་བསྔལ་ཀུན་སྐྱེ་མཆེད་རེད་འདུག་བ་འཁོར་བའི་སྡུག་བསྔལ་སྐྱེ་མཆེད་ཡིན་པ་སོང་ཙང་ད་རྒྱུ་རེད་འདུག་བ་དེ་རེད། ད་ང་ནང་བཞིན་ལས་དང་ཉོན་མོངས་ཉེ་བ་དག་ཀུན་འབྱུང་རེད་ཟེར་ཀུན་འབྱུང་ཟེར་དུས་ད་ཀུན་ཟེར་དུས་མང་པོ་རེད་བ་འབྱུང་ཟེར་དུས་ད་མང་པོ་བྱུང་ས་ཟེར་བ་རེད་ད་ག་རེ་བྱུང་ས་ཟེར་ལས་དང་ཉོན་མོངས་ཉེ་བ་དེ་མང་པོ་ག་རེ་བྱུང་ས་ཟེར་ན་འཁོར་བའི་སྡུག་བསྔལ་ཀུན་བྱུང་ས། བ་ཡང་ན་ག་རེ་ཟེར་ན་འཁོར་བའི་སྡུག་བསྔལ་བྱེད་པའི་ཕུང་པོ་ལྔ། འདི་ཚོ་ཚང་མ་འབྱུང་ས། ད་མདོར་ན་ག་རེ་ཟེར་ན་འཁོར་བའི་སྡུག་བསྔལ་ཀུན་དེ་ག་ནས་བྱུང་བ་ཟེར་ན་ལས་དང་ཉོན་མོངས་ཉིད་ལ་བརྟེན་ནས་བྱུང་གི་ཡོད་བ་སོང་ཙང་ལས་དང་ཉོན་མོངས་ཉོ་དེ་ཨ་ན་ཀུན་འབྱུང་རེད་ཟེར་ཏེ་རེད། ད་ག་ནང་བཞིན་ལས་དང་ཉོན་མོངས་གཉིས་པ་དེ་རབ་བྱེད་ཟེར་གྱི་ཡོད་རེད། ད་དེ་རབ་བྱེད་ཡིན་པའི་རྒྱུ་མཚན་ག་རེ་ཟེར་སོང་ན་རང་འཁྲིའི་སྡུག་བསྔལ་དྲག་ཏུ་སྐྱེད་བྱེད་རེད་འདུག་བ། གང་ཡིན་ཟེར་སོང་ན་ཚེ་ཟག་ཕྱི་ཉིན་ལེན་གྱི་སྡུག་བསྔལ་ཅན་གྱི་ཕུང་པོ་ནང་ལྟ་ང་ཚོ་སྐྱེ་ཡག་གི་འདོད་པ་ཡོད་མ་རེད་དེ་ཡིན་ན་རང་དབང་མེད་པར་ལས་དང་ཉོན་མོངས་གཉིས་ལ་བརྟེན་ནས་ལྟ་སྡུག་བསྔལ་ཅན་གྱི་ཕུང་པོ་ནང་པའི་རང་དབང་མེད་པར་སྐྱེ་འོང་འདུག་དེ་འདྲ་ཡིན་པ་སོང་ད་ལས་དང་ཉོན་མོངས་གཉིས་པ་ད་དཀོན་མཆོག་བདེན་པར་ལྟ་དེ་རབ་བྱེད་ནང་པ་རེད་ཟེར་ཅི།

ད་དེ་ནས་འགོག་བདེན་སྟེང་གི་ཁྱད་ཆོས་བཞི། འགོག་བདེན་སྟེང་གི་ཁྱད་ཆོས་བཞི་པོ་དེ་འགོག་པ་ཞེས་པ་གྱ་ནོམ་ནི་དཀར་ཟལ་ནི་མི་འབྱུང་ཟེར། ད་འགོག་པ་ཟེར་དུས་མ་ལ་ད་དཔེར་ན་ཅིག་འགོག་བདེན་ལ་ཁྱད་ཆོས་བཞི་དཔེར་ན་དཀར་ཟལ་སོགས་ན་ཅིག་སྡུག་བསྔལ་འཕགས་པ་གསུམ་གའི་ཐུགས་རྒྱུད་ལ་ཡོད་པས་ཀྱི། དཀར་ཟལ་སོགས་ན་སྤང་བྱ་གང་ཡང་རུང་བ་སྤང་བའི་ཀྱི་སྤངས་པ་བྲལ་བའི་ཀྱི་བྲལ་བ་འགོག་བདེན། བྲལ་བའི་ཀྱི་བྲལ་བ་དེ་འགོག་པ་རེད། གང་ཡིན་ཟེར་སོང་ན་སྡུག་ཀུན་འགོག་པའི་འགོག་པ།

ད་དེ་ནས་གར་ཟེར་སོང་ན་ལམ་གྱི་བདེན་པའི་སྟེང་ཨེ་ཐང་གི་ཆེ་ཤོས་ཞེ་ད་ཡང་ག་རེ་ཆགས་ཟེར་སོང་ན་ལམ་རིག་པ་གྲུབ་པ་ངན་སྦྱིན་ཆགས་ཀྱི་ཡོད་རེད། ད་གར་ཟེར་སོང་ན་ལམ་གྱི་བདེན་པ་གཅིག་སྟོང་ལམ་དང་སྒོམ་ལམ་དང་མ་སློབ་ལམ་ད་དེ་རེད་འཕགས་པ་རྣམས་ཀྱི་རྒྱུད་ལས་ཡོད་པའི་གར་ཟེར་སོང་བདག་མེད་མངོན་སུམ་རྟོགས་པའི་གར་ནི་ལམ་དང་འོ་དེས་ཟིན་པའི་གར་ད་ལམ་བདེན་འདི་ཚོ་ནི་ལམ་རེད། ལམ་ཡིན་པའི་རྒྱུ་མཚན་གར་ཟེར་སོང་ན་ཐར་བ་དང་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་བྱེད་གར་ནི་དེ།

ངོ་གཉིས་ལ་བརྟེན་ནས་སྡུག་བསྔལ་ཅན་ཕུང་པོ་ན་སྐྱེས་པ་ལས་དེ་ལ་བརྟེན་ནས་འཁོར་བའི་སྡུག་བསྔལ་སྣ་ཚོགས་པ་འབྱུང་དེ་འཁོར་བ་ལ་སྐྱེས་པའི་རིམ་པ་བྱས་ན་ཨ་ནུ་བྱེ་དཀར་སེམས་སྡུག་བསྔལ་དེ་མ་ཐག་ཀུན་འབྱུང་བདེན་པ་ཉིད་བྱ་བ་རེད། དེ་ནས་འཁོར་བ་ལས་པར་ཐར་བའི་རིམ་པ། རྗེས་སོང་ན་གར་རེད། ལམ་གྱི་བདེན་པ་གོམས་པར་བརྟེན་འཁོར་བའི་སྡུག་བསྔལ་ཐར་བའི་ཐར་བ་ཐོབ་ཀྱི་ཡོད་པ་སོང་ཙང་འཁོར་བ་ལ་ཐར་བ་ཐོབ་པའི་རིམ་པའི་ཨང་དུ་བྱས་ན་ཨ་ནུ་གར་ཟེར་ན་རྒྱུ་འབྲས་གཉིས། དེ་ནས་གར་ཟེར་ན་ལམ་གྱི་བདེན་པ་དང་ཨ་ནུ་འགོག་པའི་བདེན་པ་ཞེས་བྱ་བ་རེད།